ངས་དེ་རིང་ཁྱེད་རྣམ་པ་བརྙན་ཞུ་འབུལ་རྒྱུ་ཡིན་ན་འདི་ཁོང་རྡོ་རྗེ་འཆང་གི་མཛད་ནོར་བུ་རྩིག་ངག་འདྲ་ཞིག་མཛད་རྣམ་ལས་འཁྲུལ་ཏེ་རྩིག་ངག་འདྲ་ཞིག་རྩིས་རྒྱུ་གྲྭ་གི་བྱུང་རིམ་དང་དེ་གི་བྱེད་ཆས་སྐོར་ཡིན། འདི་བྱེད་དགོས་དོན་རྒྱུ་མཚན། ཚིག་དབྱིངས་ཟིན་ན། འདི་ཉིད་སྟོང་ཉིད་བློ་ཡིན་གྱི་ན། ངའི་ཞིབ་འཇུག་སློབ་མ་འདུ་འགོད་ཀྱི། ངའི་དགེ་རྒན་དབང་ཁུག་ཡིན་གྱི་ན། འདི་སྤྱིར་འོད་ཀྱི་རིག་གནས་ཡང། འཇུག་པའི་སྒོ་མོ་ལྟ་བུ་ཡིན་གྱི་ན། འདི་བསྡུས་གྲྭ་རུ། བསྡུས་གྲྭ་འདི་ཡིན་གྱི་ན། སློབ་སྦྱོང། མཐར་ཕྱིན་པ་ཞིག་གནང་ཐུབ་སོང་ན་སྤྱིར་བོད་ཀྱི་རིག་གནས་ཀྱི་དཔུང་མཛོད་ལ་འཇུག་པའི་ལྡེ་མིག་ལག་ཐོའི་མདུང་ནི་དེ་ལྟ་བུ་ཞིག་ཡིན། དེའི་རྒྱུ་མཚན་གྱིས་ད་ལྟའི་སློབ་སྦྱོང་བྱེད་རྒྱུ་ཤིན་ཏུ་གལ་ཆེ་བ་ཞིག་དེ་ནས་འགོ་བརྩམས་ཏེ་ཡིན་ན་ད་ཐོག་མའི་ཡིན་ན་ཟས་དུས་དྲག་ཏུ་སློབ་སྦྱོང་བྱས་དེ་ནས་བཞུགས་རྒྱུ་ཞིག། དེ་ནས་ཡིན་གྱིས་ན་དེ་གི་བྱུང་རིམ་གི་སྐོར་རང་ཡིན་གྱིས་ན་རང་གི་གཅིག་འབྲི་ཁ་ཡིས་དེ་གི་རྒྱུ་མཚན་གི་སྟེང་གི་དེ་རང་གི་བྱེད་སྤྱོད་གི་ཁ་ཞེང་བསྡུ་ལྟར་འདམ་ནི་ཡིན། དེ་ཡིན་གྱིས་ན་ད་གསེས་དེའི་གྲངས་ཡིན་གྱིས་ན་སྤྱིར་བཏང་གི་ཡིན་གྱིས་ན་འདི་ར་དུས་གསེས་དུས་ཞེས་པའི་ང་རྒྱལ་ཅན་ཚང་མ་ཧ་གོ་གི། ཡིན་ན་ཡང་གསེས་དུས་གྲ་ཇི་ལྟར་བྱུང་བ་དང། ཡང་ན་སྲིད་རྩེ་བཀྲ་གི་ཆས་ཆེ་དེ་ཡིན་ཡིན་ན་སྤྱིར་བཏང་གི་བདག་ཅག་གི་རིགས་པ་དམའ་བའི་དགེ་བའི་བཤེས་གཉེན་རྣམས་ཀྱི་ཐུགས་ན་དམར་པོ་དེང་སྐབས་ཀྱི་སློབ་གསོའི་ཁྲོད་ནས་ཡིན་གྱི་ན་དེ་འདྲ་དོ་སྣང་བྱེད་མཁན་ཡིན་གྱི་ན་མང་པོ་མ་རེད། མང་པོ་མ་རེད། དེ་ན་ད་ངས་འདི་ནས་ཡིན་གྱི་ན་སྤྱིར་ཡིན་གྱི་ན་བཤད་པར་བྱ་བ་ཤིན་ཏུ་མང་གི་ལ་ངས་སྐབས་དོན་འདི་གཉིས་ཀྱི་ཆ་ནས་བཤད། གཉིས་ཀ་ཡིན་གྱི་ན། ཕྱོགས་བསྡུས་ནས་བཤད་ན་གཅིག་གང་རེད་ཟེར་ན་སའི་རྡུལ་ཕྲན་འདི་ཁུག་གི་བྱུང་རིམ་སྟེང་ཡིན་ན་ཐུན་མོང་མ་ཡིན་པ་ཡིན་ནོ། གཉིས་པ་ཡིན་ན་སའི་རྡུལ་ཕྲན་གྱི་དགོངས་དོན་རིགས་གླིང་ཡིན་ཡིན་ན་སྔོན་མེད་ཀྱི་ལག་ཤེས་ཡིན་ནོ། དེའི་ཕྱོགས་གཉིས་ཡིན་ཡིན་ནམ་ཞེས། སའི་རྡུལ་ཕྲན་དེ་བྱུང་རིམ་ཐུན་མོང་མ་ཡིན་པ་ཡིན་ནོ་རྒྱུ་མཚན་ག་རེ་རེད་ཟེར་ན་སའི་ངག་འགའ་ཞིག་གི་མཛད་རྣམ་སྟེང་ཡིན་ན། འདིའི་དངོས་མིང་གི་མཛད་འཕྲིན་སྐྱོང་བོ་གི་ཅིའི་ཕྱིར་ཟེར་ན། ངའི་འདི་ནས་ཡིན་ན་སྡིག་ར་གི་རིགས་ལམ་ཁོང་གི་ཇི་ལྟར་སློབ་གཉེར་བྱས་ནས་སྡིག་ར་འདི་ཇི་ལྟར་མཛད་འདུག་ཆ་དེ་ནས་བཤད་ཀྱིས་ན། དཔེ་བཞག་ན་ཁོང་ཡིན་ན་དགུང་ལོ་ཤིན་ཏུ་ཆུང་བའི་སྐབས་སུ་ཡིན་ན་ཤར་སྐལ་ལྡན་རྒྱ་མཚོ་གི་སློབ་མ་གི་ནང་ནས་ཡིན་ན་རིགས་པའི་དབང་ཤུགས་ཆེན་མོ་ཁ་སྒོང་ཚེ་བརྟན་རྒྱ་མཚོ་སོགས་ནས་ཁོང་གི་འདི་ནས་ཡིན་ན་རིགས་པའི་སྒོ་མོ་ཐོག་མར་ཕྱེས། དེ་ནས་ཡིན་གྱི་ན་ཁོང་རྣམ་པ་གི་སྐལ་བ་བརྟེན་ནས་དབུས་གཙང་ལ་སོང་དབུས་གཙང་ནས་ཡིན་གྱི་ན་འབྲས་སྤུངས་སྒོ་མང་ནས་འདི་ལྷོ་མིར་ཆོས་ཐོག་གཉིས་པ་ཞིག་དེ་བྱས་ནུབ་གི་སྐབས་དེ་ཡིན་གྱི་ན་ཁོང་གི་ཐུགས་ཀ་ཡིན་གྱི་ན་སྤྱིར་བསྡུས་གྲྭ་གི་རིགས་ལམ་འདི་ཡིན་གྱི་ན་གངས་ཅན་དབུས་ནས་ཡིན་ན་འདི། ར་བ་སྤྲོད་པ་འདི་ཡིན་ན་ཤིན་ཏུ་སྨྲ་མེད་པ་ཡིན་ནོ་སྐྱོན་གྱི་དུས་ནས་ཐུགས་མི་ཤེས་རྒྱུ་ཤིན་ཏུ་གལ་ཆེ་བས་ནི་ཁུངས་ལྡན་ཡིན། འབྲས་སྤུངས་ནས་འདི་དག་ཀྱང་ར་བ་སྤྲོད་པ་སོང་བའི་ཚོགས་གཉིས་ཕལ་ཆེར་ལོ་གཉིས་གི་རིང་ལ་ཕྱིན་ནོ། འདི་ཡིན་གྱི་ན་དག་ཤིན་ཏུ་གལ་ཆེ་ནི། དཔེ་བཞག་ན། སྟག་ཚང་ར་བ་སྤྲོད་པ་ནི་ལྷོ་མྱི་ཤེས་དགོས་དོན་འདི་ཡིན་གྱི་ན། རིགས་ལམ་ཐོག་ནས་ཞིག་ལ་མཚོན་ན་ཤིན་ཏུ་གལ་ཆེན་མོད་ཅིའི་ཕྱིར་ན་དཔེ་བཞག་ན་འདི་གོང་ས་སྔ་བ་ཆེན་མོ་གི་རང་རྣམ་དྲུག་གི་ལས་ཀའི་གཟེངས་རྟགས་བུ། ཡང་ན་གསུམ་པ་ཡེ་ཤེས་དཔལ་འབྱོར་གྱི་རང་རྣམ་རྟགས་བུ། ཁོང་རྣམ་པ་གཉིས་ཡིན་ཡིན་ན་དང་པོ་སྟག་ཚང་ར་བ་བསྟོད་པ་ཡིན་ན་རྗེས་བྱ་བའི་རིགས་ལམ་ཐོག་ནས་བྱེད་དགོས་པའི་ཐུགས་འདུན་ཤིན་ཏུ་ཆེ་ག་ར་ད།

དེ་བཞག་མོ་བརྗེད་ངེས་ཀྱིས་ན་ཁོང་སྒྱུ་མའི་གྲྭ་ཚང་ལ་སོང་བས་བརྒྱུད་གི་སྐོར་ཡིན་ན་སློབ་གཉེར་རྡོ་རིང་ཐུག་པ་གནང་ངེས་ཀྱིས་ན་ཁོང་གི་འགག་རིང་གི་དམ་བཅའ་བཞག་དགོས། དེ་བཞག་མོ་གི་ལྔ་བཞི་གི་སྐབས་ཐམས་ཅད་ན་ཡིན་གྱིས་ན་དཔེ་བཞག་ན་དགའ་ལྡན་དགོན་པ་ལྟ་བུ་སེ་ར་དགོན་པ་ལྟ་བུ་དེ་ལ་སོགས་པ་སོང་ངེས་ཀྱིས་ན་ད་རིག་པའི་བགྲོ་གླེང་མང་པོ་བྱས་ཡོད། ལྷག་པར་དུ་ཡིན་གྱི་ན་སྐབས་དེ་ཡིན་གྱི་ན་ཀུན་མཁྱེན་ཅང་བཞད་པའི་རྡོ་རྗེ་ཡིན་གྱི་ན་འདུག་མི་ལ་ཕེབས་དགོས་ནུ་སྐབས་དེ་ཡིན་གྱི་ན་ཆེད་དུ་བཀའ་ཕབ་བས་འདུག་མི་ལ་ཕེབས་དགོས་ཟིན་ད་ཁོང་གྱིས་ན་འདུག་མི་མ་ཕེབས་ནས་འདུག་མི་ནས་ཡིན་གྱི་ན་གཅིག་བདུན་ཐུགས་དགུ་ལོ་ཡིན་གྱི་ན་རྟེན་འབྲེལ་གྱི་ཆེད་དུ་ཡིན་གྱི་ན་འདི་དགའ་ལྡན་དགོན་པ་ལྟ་བུའི་ལོ་སུམ་བརྒྱ་ལོངས་ནུ་གི་མཚམས་དེ་ཡིན་གྱི་ན་གླིང་ལོ་ཁེའུ་ནུ་རྒྱུ་མཚན་གྱི་དེ་རྟེན་འབྲེལ་དེ་ཡིན་གྱི་ན་རིགས་ཀྱི་ནང་གི་བླ་རུང་བཀྲ་ཤིས་ཆེད་དུ་བཙུགས་ནུ་གི་སྐབས་དེ་ཡིན་གྱི་ན་ཐོག་མར་སོག་པོའི་དགེ་བཤེས་ཆོས་གྲགས་ཡིན་གྱི་ན་དགེ་བཤེས་འདི་ཟེར་བག་ལ་མ་གནང་ཟིག་ཡིན་ན་ར་དེ་ནས་ཟླ་བ་གཉིས་ཙམ་མ་འགོར་བར་སེམས་ཁོང་བཀྲ་ཤིས་ཡིན་གྱི་ན་འདི་བརྩི་བཞག་བླ་མ་གནང་ཡོད་དེ་ནས་མགོ་བརྩམས་ཏེ་ཡིན་གྱི་ན་ད་བླ་བྲང་དགོན་པ་ནས་ཡིན་གྱི་ན་ད་ཁོང་གི་ཡིན་གྱི་ན་རྒྱུད་ར་གཅིག་པུ་ཡིན་གྱི་ན་ད་ལོ་ངོ་སུམ་བཅུ་ཉེ་བའི་རིང་ལ་ཡིན་གྱི་ན་ད་སྐབས་མི་གཅིག་ནོ་ཡིན་གྱི་ན་བདུན་ཕྲག་རེ་རེ་སུམ་བཅུ་ཐམ་པ་སོང་ནོ་དེ་ཐམས་ཆད་ཡིན་གྱི་ན་རེ་རེ་ཡིན་གྱི་ན་སུམ་བཅུ་ཡིན་གྱི་ན་སུམ་བརྒྱག་ཟིག་ཡོད་ནོ། དེ་ཡིན་གྱི་ན་ཁུ་ཙུང་གི་སྐུ་ཚེ་གང་བོ་ཡིན་གྱི་ན་རྒྱུན་མ་ཆད་ལ་བཟུང་དགོས། དཔེ་བཞག་ན། ཁུ་ཙུང་གི་སྐུ་གཤེགས་མཁན་ཡིན་གྱི་ན་དཔེ་བཞག་ན་གཅིག་སྤྱི་ལོ་གཅིག་བདུན་སུམ་བརྒྱ་སོ་དྲུག་གི་ལོ་ཡིན་གྱི་ན། དགའ་ལྡན་སྲས་ཁྲི་གུང་ཐང་དགེ་འདུན་ཕུན་ཚོགས་ཙང་གི་སྤྲུལ་སྐུ་ཡིན་གྱི་ན་འགག་དམ་བསྟན་པའི་རྒྱ་མཚན་ཙང་ཡིན་གྱི་ན་འབྲས་སྤུངས་ནས་གདན་དྲངས་ནས། བླ་བྲང་ནས་ཡིན་གྱི་ན་རྗེས་བཞག་ལ་སློབ་གཉེར་གྱི་ཆེད་དུ་ཡིན་གྱི་ན་ཁུང་ཙང་གི་ཡིན་གྱི་ན་དེང་སྐབས་ཀྱི་སྲས་བརྒྱུད་གྲྭ་བཙུན་ཁྲོད་དུ་མཛད་དགོས། དེ་ལྟ་བུ་ཐོན་གྱི་ན་ཡང་ཁྱད་དུ་འཕགས་པ་རེད། དེ་ཕྱིས་ནས་ཡིན་གྱི་ན་ད་རྒྱུད་གྲྭ་གཅིག་པུ་ཡིན་གྱི་ན་ད་དྲི་མ་དང་ཡང་ན་སེམས་ཅན་སྣ་ཁ་མི་གཅིག་པ་ཡིན་གྱི་ན་འདི་སེམས་ཅན་ལྷག་ཟིག་ཡོད་གི། དེ་བྱུང་ཡིན་གྱི་ན་ད་དེ་གི་ཁྱད་ཉིད་དེ་ཡིན་གྱི་ན་རིམ་གྱིས་ཡིན་གྱི་ན་ད་མདོ་དབུས་མཐའ་མཚམས་མ་ལྟར་ད་གཏང་སྐྱོང་ཡིན་གྱི་ན་དཔེ་བྱུང་ན་ཀུན་མཁྱེན་གྱི་ཕྱག་ཡིན་གྱི་ན་བསྡུས་ར་གི་གཞི་འཛིན་ཚུལ་ལྟར།

དེ་ཡིན་ན་ཚད་མ་རིག་པ་འདི་ཡིན་ན་ཚད་མ་ཧ་གོ་གྱུར་དཔེ་ཆགས་ན་འཇིག་རྟེན་འཇམ་པ་ཡིན་གྱི་ཡིན་ན་འདི་ལྷག་མ་ཕྱོགས་ལ་ང་ཡིན་ན་འཇིག་རྟེན་མིག་གི་མིག་སྐྱིར་ཡིན་ཟིན་དེ་འདྲ་གི་མཚན་ཏུ་གོ་དེ་ནས་དཔེ་ཆགས་ན་རྗེ་རིན་པོ་ཆེའི་ལྟ་བ་མཚོན་གྱིས་ན་ཤེས་བྱ་ཆེས་གཅིག་མཁྱེན་དགོས་ན་ཕར་ཕྱིན་ན་ལྷོ་མི་ཤེས་ཆེས་ཐམས་ཅད

ཡིན་ན་རགས་སྟབས་དེ་ཡིན་གྱི་ན་བསྡུས་པ་མ་གཏོགས་བསྡུས་གྲྭ་གི་ཐ་སྙད་དེ་ཡིན་གྱི་ན་བྱུང་མེད་གི། དེའི་མིན་ཚད་བསྡུས་གྲྭ་གི་རིགས་ལམ་ཡིན་གྱི་ན་དེང་སྐབས་ཨ་ཅག་གིས་མཐོང་ཐུབ་མོད་གི་དེ་འདྲ་མ་ལག་དང་ལྡན་པ་ཟིན་མ་རེད། དེ་ཤི་ནས་ཡིན་གྱི་ན་སྟག་ཚང་ར་བ་བཏོད་པ་ཡིན་གྱི་ན་ཤིན་ཏུ་སྐད་གྲགས་ཆེ་གི། ཡིན་ན་ར་སྟག་ཚང་ར་བ་བཏོད་པ་དེང་སྐབས་ཨ་ཅག་གིས་མཇལ་ཐུབ་མོད་གི་ར་སྟོད་བསྡུས་གྲྭ་ལྟ་བུ་བྱུང་གྱི་ན་གང་གི་སྐལ་བ་མཛད་མོད་གི་ལོ་ཚིགས་ཡིན་གྱི་ན་ད་རུང་དོགས་གཞི་ཡོད་གི། བདེ་སྲུང་ཡིན་ན་རྒྱལ་བ་ཚང་རྒྱ་མཚོ་གི་རྒྱུད་བྱ་སློབ་མའི་བྱེད་སྒོ་དེ་བདེ་སྲུང་རྒྱ་མཚོ་གིས་ཡིན་ན་འབྲས་སྤུངས་སྒོ་མང་ལ་གདན་དྲངས་ཡོད། སྐབས་དེ་ཡིན་ན་ཁོང་གི་སློབ་མ་ཁོང་གི་དགེ་རྒན་ཡིན་ན་ཐོག་ཚང་ར་ཐོག་པ་གི་དགེ་བཤེས་རེད། སྐབས་དེ་ཡིན་ན་ཁོང་རྣམ་པ་ཡིན་ན་རྒྱུད་བྱ་གི་རིགས་ལམ་བགྲོ་གླེང་བྱེད་པའི་གཞུང་ལུགས་སྐབས་དེ་ཡིན་ན་ད་རྒྱུད་བྱ་གི་རྣམ་གྲངས་དྲན་པའི་སྐབས་སུ་ཡིན་ན་ད་ཐོག་ཚང་ར་ཐོག་པ་གི་དགེ་བཤེས་རྣམ་གྲངས་ཡིན་ན་རྒྱུད་བྱ་གི་རིགས་ལམ་ཡིན་ན་འགྲན་མ་ཐུབ་མོད་འགྲན་མ་ཐུབ་པ་ད་དཔེ་བཞག་ན།

དེ་འདྲ་རེད། ཡིན་ན་ཡང་ཤི་ནས་ཡིན་ན་བླ་རུང་དགོན་པ་ནས་ཡིན་ན་གཞུང་བཀའ་པོད་ལྔ་དབུས་འཛིན་གྲྭ་བཅུ་གསུམ་གྱི་ཐོབ་ཁྲལ་འདི་མཐར་ཆགས་བྱེད་དགོས་ན་སྐབས་དེ་ཡིན་གྱི་ན། ཀུན་མཁྱེན་ལྕམ་བཞད་པའི་རྡོ་རྗེ་ཙོང་ཁ་སོང་ན་ཡིན་གྱི་ན་བསྡུས་ར་ཡིན་གྱི་ན་ཆ་ཚང་སོང་ནི་མེད་གི། ད་དཔེ་བྱུང་ན་ད་ཐོ་བཀའ་མོལ་ལྟ་བུ་དེ་ནས་འདི་ཕན་འགྱུར་ཆེ་བ་ལྟ་བུ་དེ་འདྲ་ཐ་ཐོར་ཐམས་ཅད་ཕྱོགས་གཅིག་བསྒྲུབ་ན་ར་རྒྱུ་མཚན

བདུད་དགྲ་གི་སྡིག་མཚན་རེ་རེ་ཡིན་ན་དབུ་མ་གི་རིགས་མ་འབྲེལ་བའོ། དེ་གི་རྒྱུ་མཚན་གྱི་དཔེ་བཞག་ན་ཕྱི་མའི་རྒྱུད་ལ་གོང་དུ་བསྟན་པའི་སྒྲོན་མེའི་ཙམ་གྱི་ཡིན་གྱི་ན་བདུད་དགྲ་གི་རིགས་ལམ་འདི་ཡིན་གྱི་ན་དབུ་མའི་ཁྲིགས་འདག་ཡིན་ངེས་སུ་དགོས་ནོ། དེ་ལ་སོགས་པ་དེ་ཞིབ་ཏུ་ཡིན་གྱི་ན་དཔེ་བཞག་ན་དབུ་མ་པན་ཏྲི་ལྟ་གི་ཡིན་གྱི་ན་སྡིག་མཚན་རེ་རེ་ཡིན་གྱི་ན་དབུ་མ་གི་གནད་གང་ང་འབྲེལ་དགོས་ནས་ནང་གི་ན་ཞིབ་ཏུ་གསུང་ངོ། དེ་ཡིན་ནོ་རྒྱུ་མཚན་གྱི་ད། སྲིད། རྗེས་གྲྭ་འདི་ཡིན་གྱི་ན་ད་ཁོང་གི་གཞུང་རིམ་གྱི་རྐྱང་ནས་བསྐྲུན་ན་ཆོག་གོ། ཐོག་གོ་དེ་ཡིན་གྱི་ན་ཁོང་གི་རྗེས་གྲྭ་ལ་རིག་རླུང་གི་རྟོགས་ནས་ཡིན་གྱི་ན་ད་དངོས་མེད་ཀྱི་ལེགས་བཤད། རྨད་དུ་བྱུང་བ་དེ་འདྲ་གི་དེ་ཡིན་ནོ་རྒྱུ་མཚན་གྱི་ད་དུས་རབས་སྔོན་མ་གི་ནང་ང་ཡིན་གྱི་ན་ད་རང་རྒྱུད་གི་འདི་འགྲོས་མེད་ཀྱི་ཕྱོགས་འདི་ནས་ད་གྲྭ་སྐོར་ར་སོང་ངོ་གི་བྷ་རྗེ་རབ་བྱེད་ཙམ་གྱི་ཡིན་གྱི་ན་ད་ཁོང་སྲིད་རྗེས་གྲྭ་འདི་བཞི་བཟུང་ནས་ད་འདི།

ཀན་སུའུ་མི་རིགས་ཀྱི་ལོ་ལོན་མཁན་གྱི་ན་ཕྲན་ནི་དབྱར་ཚུལ་དུ་བསྒྲིགས་ནས་ཡོད། དེ་ནི་འདི་བཞིན་ལྷན་སྐྱེས་མཁན་གྱི་ན་ལོ་གསར་བའི་ནང་བསམ་དོན་བཞིན་དུ་འགྲིམ་པའི་མིང་དུ་མྱངས་ནས་ཤི། གྱི་བུ་རི་བའི་མགོ་ཁྲིད་རྣམ་པ། ཁྱད་རྐྱེན་ཡངས་བའི་མཁས་པ་རྣམ་པ་ཁྱེད་རྣམ་པ་ཞི་ཁྲོ་བདེ་ལགས། དགེ་བའི་བཤེས་གཉེན་ཆེན་པོ་སྲིད་གཙང་བོད་བཟང་དཔལ་ལྡན་མཆོག་ནི། མི་ཚེའི་གོང་བུར་མི་རིགས་སློབ་གསོའི་ལས་དོན་ལ་རྣམ་པར་གཞོལ་བའི་མི་རིགས་སློབ་གསོ་བ་ཞིག་དང། ཤེས་རིག་ལྡན་ལ་ཀུན་སྤྱོད་ལེགས་པ། ཕུགས་བསམ་ལྡན་པའི་སློབ་མ་གྲངས་མེད་པ་ཞིག་བསྐྱངས་བས། དགེ་བའི་བཤེས་གཉེན་ཚད་མར་གྱུར་པ་ཞིག་ཡིན་ཕྱིར། འཁྲུངས་ངེས་ཀྱི་སློབ་མའི་གྲྭ་མཐའ་ཟིན་པ་བདག་གིས་འདིར་མི་ཤེས་དད་པ་ཆེན་པོས་གུས་ཕྱག་འཚལ་ལོ། གཅིག། ཁོང་ཉིད་ནི་འཆད་རྩོད་རྩོམ་གསུམ་ལ་མཁས་པའི་དགེ་བའི་བཤེས་གཉེན་ཆེན་མོ་ཞིག་ཡིན་ཏེ། དེ་ཡང་ཁོང་ཉིད་ཀྱིས། དགེ་བའི་བཤེས་གཉེན་ཚད་ལྡན་ཞིག་གི་ངོས་ནས་མི་ཚེ་གང་བོར་སློབ་གསོ་སློབ་ཁྲིད་ཀྱི་ཕྱག་ལས་གནང་སྟེ། འཇམ་དབྱངས་གནམ་སྐྱིད་ས་སྐྱ་བན་ཆེན་གྱིས་གཙང་མཁས་གཞན་ལ་ཕན་པར་འདོད་ཅེས་གསུང་བ་བཞིན། འཁྲུངས་ཉིན་གྱི་གཅིག་གི་བདུན་གྱི་དོན་གཅིག་ལོ་བཀའ་འདོན་གནང་སྟེ་བཀའ་སློབ་ཁུལ་མི་རིགས་སློབ་གྲྭར་སྐུལ་ཁྲིད་གནང་བ་ཡིན་ན་འདྲ། གཅིག་གི་རྒྱལ་སྤྱི་གྱ་ལྔ་ལོ་ནས་བཟུང་སྟེ་ཀན་སུའུ་མི་རིགས་སློབ་གྲྭ་ཆེན་མོ་རུ་དགེ་སློབ་ཡོངས་ལ་སྐུལ་ཁྲིད་གནང་བ་ཡིན་ན་འདྲ། གཅིག་གི་རྒྱལ་སྤྱི་བཅོ་བརྒྱད་ལོ་ནས་བཟུང་སྟེ་པེ་ཅིན་དུ་ཕེབས་ནས་ཀྲུང་གོའི་བོད་བརྒྱུད་ནང་བསྟན་སློབ་གླིང་དུ་བསླབ་སྤྱི་རྣམས་ལ་དཔེ་ཁྲིད་གནང་བ་ཡིན་ན་ཡང་འདྲ། སྔ་ཕྱིར་དགེ་སློབ་དང་དགེ་སློང་སྐོར་ཞིག་ལ་བྱང་ཆུབ་ལམ་རིམ་ཆེན་མོ་དཔེ་ཁྲིད་གནང་བ་ཡིན་ན་ཡང་འདྲ། ཁྲིད་གཞིའི་ནང་དོན་ཡང་དག་པ་དང། ཁྲིད་གཞིའི་བརྗོད་དོན་ཁུངས་དུ་ཆུད་པ། གཞན་ལ་ཕན་པ་ལྷུར་ལེན་པའི་སྒོ་ནས་སློབ་ཁྲིད་དང་གསར་ཁྲིད་རྒྱས་ཁྲིད་བར་མི་མཛད་པས་ན་ཁོང་ཉིད་ཀྱིས་ལེགས་པར་བརྩམས་པའི་བོད་བརྒྱུད་ནང་བསྟན་སློབ་གླིང་གི་ལྷག་ཐབས་དགེ་འདུན་གྲུབ་མཐའ་འཇམ་མགོན་བསྟན་པའི་མཛེས་རྒྱན་དང། ཁྱད་པར་སྤོ་ཐོ་བཅས་འདྲ་བ་ཐུགས་དགོངས་བརྒྱད་པའི་མཆོད་སྤྲིན་དང། སློབ་གྲྭ་དཀྱུས་མའི་ལྷག་ཐབས་མཚུངས་བསྲེས་བྱས་པའི་སྒྲ་དབྱངས། སོགས་ནས། རྒྱལ་ཡོངས་ནང་གི་ས་སྐྱ་པཎ་ཆེན་གྱིས། བློ་ལྡན་རྣམས་ལ་བསྟར་རྒྱ་ཆེ། བློ་ཆུང་རླུང་གིས་གོ་སླ་བ་ཞིག་སོང་བ་བཞིན། ཏང་གི་སྐབས་སྙིགས་མའི་དུས་ཀྱི་བསྡུ་བྱ་རྣམས་ལ་རྣམ་པར་དམིགས་པ་སྟེ། བློ་མཆོག་མིན་བར་མ་རྣམས་ཀྱི་བློ་དང་འཚམ་པར་བརྩམས་ལ། བློ་དང་འཚམ་པར་དཔེ་ཁྲིད་གང་དག་མཛད་པའི་ཆ་འཕྲིན་ཉི་མའི་འོད་ཟེར་གྱིས་སྐལ་ལྡན་དབལ་མོའི་སྤྱི་གཙུག་གི་ནས་རྒྱས་པར་མཛད་དོ། གཉིས། ཁུངས་སྙན་ནི་མཚན་མར་བྱས་པའི་དགེ་བའི་བཤེས་གཉེན་ཆེན་པོ་ཞིག་ཡིན་ཏེ། ཇི་སྐད་དུ། ཁུངས་སྙན་ནི་དབང་ཐོབ་དམ་ཚིག་བླ་མའི་ཤིན་ཏུ་ཞི། གཞི་ལམ་འབྲས་བུའི་རྒྱུད་དོན་ཁུངས་དུ་ཆུད། བསྙེན་སྒྲུབ་རྟག་རྫོགས་རྟོགས་པའི་རང་རྒྱུད་གྲོལ། སྙིང་རྗེའི་ཚད་མེད་གཞན་དོན་འབའ་ཞིག་གཉེར། ཞེས་གསུངས་བ་ལྟར་ཁོང་ཉིད་ལ་དབང་ལུང་ཆོས་གསུམ་སྤྱི་ཡོངས་ཐོབ་པས་ན་དམ་ཚིག་བཀྲམ་པ། ཕྱིའི་མདོ་སྔགས་གཉིས་ཁོང་དུ་ཆུད་པས་ན་རང་རྒྱུད་གྲོལ་བ། སྙིང་རྗེའི་མཚན་མོར་ཆུད་པས་ན་གཞན་དོན་འབའ་ཞིག་གཉེར་བ་སྟེ་མི་རིགས་སློབ་གསོའི་ལས་དོན་རྒྱ་ཆེར་གཉེར་བ་དང་དགེ་སློབ་རྣམས་ལ་སློབ་གསོ་སློབ་སྟོན་གནང་བའི་བརྒྱུད་རིམ་ཁྲོད་ལ་ཡིན་ན་འདྲ། སློབ་གྲྭ་ཆེན་མོའི་སློབ་གཙོའི་གཞོན་པའི་འགན་འཁྲི་འཁུར་བཞེས་ཀྱི་དུས་རིམ་ནང་ཡིན་ནའང་འདྲ། ཇི་སྐད་དུ། ཀུན་ལ་སྙོམས་པར་བྱམས་པའི་ཕ་མ་ཡིན། ཕྱི་ཞིང་ཉི་རིགས་སྙིང་རྗེའི་ཆུ་ཀླུང་བཞིན། འཕོ་འགྱུར་མེད་པའི་དགའ་བ་རི་རང་འདྲ། མ་རིག་མུན་པ་སེལ་བའི་ཉི་ཟླ་མཚུངས། ཞེས་གསུངས་བ་བཞིན། སློབ་མ་ཀུན་ལ་སྙོམས་པར་བྱམས་པའི་དྲིན་ཆེན་ཕ་མ་དང་འདྲ། སྙིང་རྗེ་ཕྱི་ཞིང་ཉི་རིགས་ཆུ་ཀླུང་ཆེན་པོ་དང་འདྲ། འཕོ་འགྱུར་མེད་པའི་ཐུགས་ཀྱི་རྩིས་བཞིན་ནི་རི་རབ་དང་འདྲ། སྐལ་བཟང་ཞི་བའི་མ་རིག་མུན་པ་ཀུན་ནས་སེལ་བའི་ཉི་ཟླ་དང་མཚུངས།

ཚོགས་གཞུང་ལ་ཞུམ་པ་རྣམས་ལ་དུས་རྒྱུན་དུ་གཟིམ་བསྟོད་བྱེད་པ་དང། སྒྲིག་ལམ་ལ་འགལ་བའི་དགོས་པོ་རྣམས་ལ་དུས་ཐོག་ཏུ་གཞོན་བཞུགས་དཀྲིས་ལྟར་མཛད་པ་ནི། ཀུན་སྤྱོད་བཟང་ཞིང་དོན་གཉེར་ཆེ་བའི་སློབ་མ་རྣམས་ལ་ནི་སྲིད་ཚོང་གི་ཚོགས་གཞུང་རོགས་དངུལ་བྱ་དགའ་ད་ལྟའི་བར་དུ་སྒོར་ཁྲི་ཉིས་བརྒྱ་ལྷག་བསྩལ་བ་རེད། ཁོང་ཉིད་ཀྱིས་གསུངས་དོན། ངས་རང་གི་སློབ་མ་རྣམས་ལའང། འདི་ལྟར་བཤད་དང་བཤད་བཞིན་ཡོད་དེ། ཆོས་ཚོགས་ནི་ད་ལྟའི་བོད་ཀྱི་ཕྱིར་པ་གསར་པ་རེད། རིག་གནས་ཤེས་ཡོན་བཅས་རྒྱུད་རྣམ་པར་ཤེས་ཡོན་མ་འོངས་པའི་བོད་ཀྱི་ཧྲོག་རྩ་རེད། དེའི་ཕྱིར་རིག་གནས་སློབ་སྦྱོང་བྱེད་པའི་དམིགས་ཡུལ་ནི་རང་གི་འཚོ་བ་ཙམ་དུ་ངེས་འཛིན་མི་རུང། གང་ཉིད་ཅི་ལྕོགས་ཀྱིས་རང་གི་བྱ་བ་གང་ཡིན་ཡང་མི་རིགས་དང་མི་རིགས་རིག་གནས་ཀྱི་ཆེད་དུ་དམིགས་རྒྱུ་ནི་འོས་འགན་ཡིན་ཞེས་གསུངས་སོང། བཞི། ཁུངས་སྙན་ནི་མི་རིགས་ཀྱི་སྲོལ་རྒྱུན་རིག་གནས་འཛིན་སྐྱོང་གཏིང་ཟབ་མཛད་པའི་དགེ་བའི་བཤེས་གཉེན་ཆེན་པོ་ཞིག་ཡིན་ཏེ། མཚན་ཉིད་རིག་པ་སྨྲ་བ། མཚན་ཉིད་རིག་པ་དམར་བ་ཞིག་གི་རེད། སྲོལ་རྒྱུན་རིག་གནས་ཉམས་རྒུད་དུ་གྱུར་བའི་མི་རིགས་དེ་ནི་ངོ་གདོང་མེད་པའི་མི་རིགས་ཤིག་དང་འདྲ། སྲོལ་རྒྱུན་རིག་གནས་ཉམས་དམས་སུ་འགྲོ་བཞིན་པ་ནི་མི་རིགས་དེ་ཉིད་མེད་པར་འགྲོ་བའི་སྔ་ལྟས་རེད། སྲོལ་རྒྱུན་རིག་གནས་རྒྱུན་འཛིན་དང་དར་སྤེལ་དུ་གཏོང་མཁས་པའི་མི་རིགས་དེ་ནི་སྟོབས་དང་ལྡན་པ་དང་རེ་བ་ཡོད་པའི་མི་རིགས་ཤིག་རེད་ཅེས་གསུངས་བ་བཞིན། ཁོང་ཉིད་ཀྱིས་སྲོལ་རྒྱུན་རིག་གནས་ཉམས་པའི་མི་རིགས་ནི་རྩ་བ་མེད་པའི་གཞུང་ཤོང་འགོ་ཁུངས་མེད་པའི་ཆུ་བོ་ལྟ་བུར་དགོངས་ནས་མི་ལོ་བཞི་བཅུའི་རིང་ལ་བོད་ཀྱི་སྲོལ་རྒྱུན་རིག་གནས་རྒྱུན་འཛིན་དང་གསོ་སྐྱོང་དར་སྤེལ་བྱེད་ཀྱི་བྱ་བ་རྒྱ་ཆེར་བསྒྲུབས་པ་རེད། ཁོང་ཉིད་ཀྱིས་གསུངས་དོན། བོད་རང་གི་སྲོལ་རྒྱུན་རིག་གནས་ཀྱི་རྨང་གཞི་བརྟན་བཏང་ནས་ད་རུང་རྒྱལ་ཁབ་ཕྱི་ནང་གི་ཚན་རིག་ལག་རྩལ་དང་རིག་གནས་སྒྱུ་རྩལ་སོགས་ཕྱོགས་སོ་སོ་ནས་མཁས་པར་བཞེངས་ན་རང་མི་རིགས་ཀྱི་དཔལ་འབྱོར་གོང་འཕེལ་གཏོང་བ་སོགས་ལ་ནུས་པ་ཆེན་པོ་ཐོབ་ཐུབ་ངེས་རེད། དེ་ལྟ་བུའི་ཕུགས་འདུན་དང་རེ་བ་རང་གིས་རང་ལ་འདོན་དགོས། ཞེས་བསྟོད་ན་མེད་པར་སོང་བ་དང། ང་ཚོས་བཀའ་བསྟན་ཡི་གེ་ནི་མི་རིགས་འདི་སོ་སོར་མི་འཐོར་བའི་སྡོམ་ཐག་ལྟ་བུ་ཡིན་ཏེ། མི་རིགས་གཞན་དང་ཐག་ཉེ་བའི་སར་གཞིས་ཆགས་པའི་བོད་ཀྱི་སྡེ་ཚོགས་མི་ཉུང་བ་ཞིག་མི་རིགས་གཞན་དུ་གྱུར་དང་གྱུར་བཞིན་ཡོད་པ་དེ་ནི་རིག་གནས་ཀྱི་སྟེང་ནས་གཞན་གྱི་གཞས་མ་ཆོད་པའི་འབྲས་བུ་དེ་འདྲ་བྱུང་བ་ཡིན་ཞེས་གནད་ལ་འཁེལ་བར་སོང་བ་ཞིག་མངའ། ཁོང་ཉིད་ནི་མི་རིགས་ཀྱི་འབྱུང་འགྱུར་ལ་རེ་བ་དང་ཕུགས་བསམ་ཆེན་པོ་བཅངས་དགོས་པའི་བཤེས་གཉེན་ཆེན་པོ་ཞིག་ཡིན་ཏེ། ཁེ་དབང་གསང་རྩ། ཁེ་དབང་ཚ་བ་གསང་སྟོང་རིན་པོ་ཆེ། མི་ཞིག་གི་མི་ཚེའི་དོན་མཐུན་ཡོང་བ་ལ་མེད་དུ་མི་རུང་བའི་ཆ་རྐྱེན་བཞི་ལྡན་དགོས་ཏེ། གཟུགས་གཞིའི་བདེ་ཐང་དང་མི་ཚེའི་ཕུགས་བསམ་ཚོང་ལུགས་གནམ་ཤུགས་གཞན་ཕན་བསམ་བློ་བཅས་ཡིན། མི་ཞིག་གི་མི་ཚེར་མཚོན་ན་ཕུགས་བསམ་ཟེར་བ་འདི་ཧ་ཅང་གལ་ཆེན་པོ་རེད། རབ་ཡིན་ན་ལོ་ན་ཉི་ཤུའི་སྔོན་ནས་སོ་སོའི་མི་ཚེའི་ཕུགས་བསམ་འདི་ཐག་ཆོད་པ་ཞིག་དགོས་རྒྱུ་ནི་ཧ་ཅང་གལ་ཆེའོ་ཞེས་གསུངས་བ་བཞིན། མི་ཞིག་ཡིན་ན་འདྲ། མི་རིགས་ཤིག་ཡིན་ནའང་འདྲ། ཁུངས་དེ་ལ་མ་འོངས་པའི་ཕུགས་འདུན་དགོས་པ་དང་ཕུགས་བསམ་གྱི་མངོན་འགྱུར་བྱེད་ཆེད་སྙིང་སྟོབས་སྐྱེད་དགོས་པ་དང་ཧུར་བརྩོན་ལྷོད་མེད་བྱེད་དགོས་པ་ཡིན་ཕྱིར། ཁོང་ཉིད་ཀྱིས་གསུངས་དོན། ཕུགས་འདུན་དང་རེ་བ་མེད་པར་སྒྱིད་ལུག་གིས་ཆོ་གས་བསྟན་པ། སྤོབས་པ་དང་སྙིང་སྟོབས་མེད་པ། ཁོག་དབང་དང་ལ་རྒྱ་མེད་པ་ནི་ད་ལྟའི་བོད་རིགས་ལོ་ཆུང་ཕལ་མོ་ཆེའི་ཞན་ཆ་དང་སྐྱོན་ཆ་རེད་ཅེས། ཇོ་བཞི་ཨ་ཏི་ཤས་བླ་མའི་ཕྱོགས་མཚང་ལ་རྒོལ་བ་ཡིན། གདམས་ངག་གི་ཕྱོགས་ནི་མཚང་ཐོག་ཏུ་འབེབས་པ་ཡིན་ཞེས་གསུངས་བ་བཞིན་ཐོན་མིའི་ངན་མཚང་གཞན་པར་སྟོན་པ་དང། ཡང་ཁོང་ངེས་ཀྱི། སྔོན་མ་ཐམས་ཅད་ཚར་སོང། འཇིག་རྒྱུ་རྣམས་འཇིག་སོང། རྒན་པ་རྣམས་ཤི་སོང། དེ་ཐམས་ཅད་འཇིག་རྟེན་གྱི་ཆོས་ཉིད་རེད། དག། གཙོ་བོ་ན་ཆུང་ཚོ་བྱི་རུ་བར། བྱི་རུ། དག། ན་ཆུང་ཚོ་བྱི་མཆེད་བར་མ་ཆད་པར་འཚར་ལོངས་བྱུང་བ་དང་ན་གཞོན་མང་པོ་སྐྱེད་སྲིང་གང་ལེགས་བྱ་རྒྱུ་ནི་གལ་ཆེན་རེད་ཅེས་གསུངས་ཏེ་མི་རིགས་ཀྱི་རེ་འདུན་ནི་ན་གཞོན་བྱི་རུ་པ་རྣམས་ལ་བཅོལ་བ་དང་མི་རིགས་ཀྱི་སྨན་གཞུང་ཕུགས་འདུན་ཡང་ན་གཞོན་གྱི་བྱི་རུ་པ་རྣམས་ཀྱིས་མངོན་འགྱུར་བྱེད་པར་སྙིང་ནས་རེ་བ་བཅངས་བ་རེད། དྲུག། ང་ཚོ་སློབ་མ་རྣམས་ཀྱིས་ཁུལ་ངོས་ཀྱི་ཐུན་མོང་རེ་བ་ལྟར་རིག་གནས་སློབ་སྦྱོང་རྒྱུན་འཁྱོངས་དང་མི་རིགས་སློབ་གསོའི་ལས་དོན་དར་རྒྱས་སུ་གཏོང་དགོས། བཞི། རིན་པོ་ཆེ། བཞི། རིན་པོ་ཆེ། དེ་ནས་འདི་ཕྱིའི་ལག་ཚོགས་ཇི་སྙེད་པས་དེ་འདྲའི་ལྷག་པར་འགྲིག་པའི་རྩ་བ་ནི་བླ་མཚོ་ཞིག་ནས་དམ་པ་འབད་པ་ཡི་བསམ་དང་གཞོལ་བའི་ཚུལ་བཞིན་བསྟན་པ་རུ་མཐོང་ནས་ཕྱོགས་གཅིག་ཡོང་མི་གཏོང་བར་བཀའ་བརྒྱུད་འདྲེས་པའི་མཆོད་པས་ངེས་པར་བྱས། རྣམ་འགྱུར་ངེས་ཅིང་ཡ་འདུན་པའི་གཏེར་ཆེན་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱངས་ཚར་ལོ། ཞེས་གསུང་བ་བཞིན་ཁུངས་སྣེ་གཅིག་ཧོ་མ་དུ་གྱུར་པ་བདག་ཅག་གིས་ལམ་སྟོན་བྱས་ཉིན་དམ་པ་གང་ཉིད་དང་གང་ཉིད་ལྟ་བུ་བསམ་དང་གཞོལ་བའི་ཚུལ་བཞིན་དུ་བསྟན་པར་བྱས་ནས། མུ་མཐུད་དུ་བོད་ཀྱི་ཕུལ་བྱུང་རིག་གནས་ལ་སློབ་སྦྱོང་གང་ལེགས་དང་མི་རིགས་ཀྱི་སློབ་གསོའི་ལས་དོན་བགྲང་ཡོད་ཀྱི་རྨང་གཞིའི་སྟེང་ནས་དར་རྒྱས་གོང་འཕེལ་དུ་བཏང་སྟེ། གངས་ཅན་བོད་ཀྱི་སྲིད་འབྱོར་རིག་གསུམ་ཡར་ངོའི་བདག་དང་དབྱར་གྱི་མཚོ་བཞིན་འགྱིངས་པར་བརྩོན་སེམས་སྐྱེད་དགོས་སོ་སྙམ། མཐར། དགེ་བའི་བཤེས་གཉེན་འཁོན་ངེས་ཀྱི་སྐུ་ཚེའི་རྒྱ་མཚན་བསྟན་པ་དང། སྐུ་གསོལ་དབང་ཐང་རྒྱས་པ་དང་གཞན་ཕན་ཕྲིན་ལས་དར་བ་དང་སྤྱི་སེམས་ལྷན་སྐྱེས་འགྲུབ་པའི་སྨོན་འདུན་ཞུ། སྨོན་འདུན་ཞུ། བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས།